བཟོད་དང་བརྗོད་པའི་གནས་གཉིས་གཤིས་ཏེ། རིམ་པ་དེ་ཡག་པོ་བྱས་ནས་བགྲོད་ན། ཅིག་གིས་དཔེར་ན་རླུང་གི་གནས་བརྒྱད་དེ་ཐོག་མར་འགྲོ་དགོས་བར་ཅེར་ཚོན་ནི་མ་བརྩིས་ནས་རླུང་གི་གནས་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་དྲུག་པ་བདུན་པ་བརྒྱད་པ་ལ་ནི་ཅིར་འགྲོ། དེའི་རྗེས་ལ་ཡང་དེ་ནི། ཁྲག་གི་གནས་བརྒྱད་བརྗོད་ལ་དེའི་རིམ་པ་ཅིར་འགྲོ་དེ་ལ་བརྟེན་ནས་གྲི་གུག་གི་གནས་བདུན་པ་དང། བདུན་པ་བར་དུ་སྔོན་ལ་སྒྲོལ་ནས་གནས་བརྒྱད་པ་འདིའི་སྒང་ལ་དེ་ནས་ཕ་མ་གཉིས་ཧ་ཅང་གི་སེམས་འདོད་ཆགས་ཀྱི་འཚོ་བ་ལ་རོལ་ནས་དེ་ནས་ཧ་ལམ་སོ་སོ་རང་ཉིད་སྐྱེས་བུ་དེ་མ་གཏོགས་གཅིག་སྲོག་གི་སྒྲ་ག་རེ་ཡིན་ན་མ་གོ་བ་འདྲ་བོ་ཅིའོ་དེ་འདྲིའི་གི་འཚོ་བ་ཅིག་ཡོད་པའི་ཐོད་ནས་ཐིག་ལེ་དཀར་མོ་གཉིས་ཀྱི་དབུས་སུ་དེ་ནི་སེམས་གང་འདྲིས་ཅིག་ཉེ་མཚམས་སྦྱོར་བ་ཡིན་ན་དེ་འདྲ་བ་དེ་ཧ་ཅང་གི་སྤུ་གུ་དེ་རྗེས་མ་ཡ་མཚར་ལོངས་བྱུང་དུས་ཧ་ཅང་གི་སྟོབས་དང་ལྡན་པ་ཅིག་ཡུན་ཨེན་ལ་ཐེ་ཚོམ་ཡོད་མ་རེད། འོ་དེ་འདྲས་ཀྱི་རྣམ་པ་ཚོ་ལ་ངེད་ཀྱིས་དག་ཅིག། འོ་དེ་འདྲས་ཀྱི་ཡང་ངས་ཞུ་གི་ཡོད་དེ་འདྲས་ཀྱི་ཐུགས་ལ་ཅིག་རྒྱག་དེ་ནི་ད་སྤུ་གུ་གཟུགས་པོ་ནང་ལ་གྲུབ་ཡོད་དུས། འོ་སྤུ་གུ་ལ་ཡང་ད་ང་རང་ཚོ། འོ་ཐོག་མ་དེ་ལ་རྩ་བའི་གླུ་ངག་ཡང་ལག་གི་གླུ་ངག་ལ་ནི། འོ་དེ་འདྲས་ཀྱི་གོ་རིམ་གྱིས་འགྲོ་དགོས་འོ་རེད། ཐིག་ལེ་དཀར་མོ་སྙིང་གི་དབུས་སུ་སྤུ་གུ་ཆགས་ཚར་དུས་ཟླ་བ། གཅིག་ཡིན་ཡིན་མིན་གཅིག་ནང་ལོགས་ལ། ཨ་ནི་ཡའི་རྩ་བའི་རླུང་ང་ན་ནི་དེ་ནི་ཡའི་དང་པོ་དེ་དྲུག་གོ་རེ་སོང་ཟིན་གྱི་རླུང་དེ་དྲུག་ད་ངས་མིང་དུ་སོ་རེ་རེ་བཏགས་མོ་བ་བྱས། དེ་ཡིན་དུས་རྩ་ནི་རྩ་བའི་རླུང་ང་ན་ནི་རླུང་གི་གནས་དང་པོ་དེ་ཡའི་དྲུག་དེའི་རྗེས་རླུང་གི་གནས་གཉིས་པ་དེ་ཟླ་བ་གཉིས་པ་ལ་དྲུག་དེ་ནི་ཡའི་རླུང་གི་གནས་གསུམ་པ་དེ་ཟླ་བ་གསུམ་པ་ལ་བྱས་དེ་ནི་བྱིས་པ་དང་ལྔ་པ་བྱས་དུས་ཟླ་བ་ལྔ་མ་གཏོགས་རྩ་བའི་གི་རླུང་ལྔ་དེ་གཟུགས་པོ་གི་གནས་རིམ་དེ་དག་ང་ལ་སོ་དེང་སང་ཚན་རིག་པ་ཚོ་གི་གློག་བརྙན་རྒྱག་ཡོང་དུས་གཟུགས་པོ་དེ་དང་པོ་དེ་རིལ་རིལ་ནས་འཕག། འཕག། ཅིག་ན་ར་མྱུར་ཟས་འཕག་དེ་རིང་དུ་རིང་དུ་འགྲོ། ཅིག་གཡས་གཡོན་དང་ད་རྐང་ལག་ཏུ་སུ་བཅང་འོང། འོ་དུས་ཚོད་ཕྲལ་ལ་ངེད་ཀྱིས་ད་རྗེས་མ་པར་རིས་དེ་འདྲས་ཡོད་ན་ངས་དེ་ལ་དཔག་པའི་ངས་འགྲེལ་བཤད་བརྒྱབ་ཆོག་གོ་རེད་དེ་ད་ད་རིང་དེ་མེད་དུས། འོ་རྣམ་པ་ཚོས་ཀྱིས་ད་དུས་ཚོད་ལ་ཅིག་ཞེས་བཞག་ནས་ད་དུས་མཐའ་ལ་ཟླ་བ་ལྔ་གའི་ཚོད་འདྲ་པོ་ཅིག་ནང་ལོགས་ལ་རྩ་བའི་རླུང་ལྔ་དེ་གྲུབ། འོ་རེད་དེ་ལ་བརྟེན་ནས་རྩ་བའི་རླུང་ལྔ་དེ་གྲུབ་ཚར་དུས། ཨོ། དེ་ནི་སྙིང་ཁམས་ལས་བག་ཕྱེད་དགུ་བ་རེད་སྙིང་ཁམས་ལས་བག་ཕྱེད་ནི་དེ་ནི། ཨོ། དང་དག་དེ་ཡང་ལག་གི་རླུ་ལྔ་དེ་དྲུག་བོ་རེད་ཡང་ལག་ཡང་ལག་གི་རླུ་ལྔ་དེ་དྲུག་དེ་མཐོ་མ་དེ། ཨོ། མིག་ལ་ཡང་ས་གི་རླུང་དེ་ནི་ཨ་མཆོད་ལ་ཡང་ཆུ་གི་རླུང། ཨ་ནི་ཅིག་གི། ང་ཚོ་གི་ད་སྣ་ཁུང་ལ་ཡང་དེ་ནི། ཨོ། མེ་གི་རླུང། དེ་ནི་ཁ་ལ་ཡང་རླུང་གི་རླུང། ཨ་ནི་གཟུགས་པོ། དེ་ནི་སྤྱི་བོ་ལ་ཡང་ད་ལུས་ཀྱི་རེག་བྱ་དེ་ལ་ཨ། ནམ་མཁའི་རླུང་ལ་ནི་དེ་ནི། ཨོའོ་ཡང་ལག་གི་གླུ་ང་དེ་འདྲའི་ཅེས་ང་ཚོ་རང་བཞིན་གྱིས་ད་གྲུབ་གོ་ཨེ་ཅི། ཨོའོ་འདྲི་བྱེད་རྒྱ་ཡོད་རེད་དེ་འདྲས་སོང་ཙང་ང་རང་ཚོ་སྤུ་གུ་གཟུགས་པོ་ན་ལ་ཅིག་གི་ཨོའོ་ཆགས་སྡང་དེ། ཨོའོ་དེ་འདྲས་ཀྱི་གནས་རིམ་ཡག་པོ་ཅིག་འགྲོ་ཐུབ་ན། རྗེས་མ་སྤུ་གུ་ཆེ་ལ་དོན་ཡོད་དུ་ཙང་ནི་རང་བཞིན་ལྷན་སྐྱེས་ཀྱི་ཨོའོ་བསམ་པ་ཇི་ལྟར་སྤུ་གུ་ལ་ཡག་ད་ཁོ་པ་ན་ལ་ཡོད་དུས། ཨོའོ་ཅིག་གླུ་ང་གནས་བཅུད་དུ་འགྲོ་བ་ན་ཞིག་ཆེ་ལ་མ་དོན་ཙང་ནི་གླུ་ང་གནས་བཅུད་དུ་འགྲོ་དགོས་རེད། ཨོ་དེ་འདྲས་ཀྱི་རྣམ་པ་ཚོ་གི་མཁྱེན་པ་ཡིན་ན་ཡག་པོ་འདུག་དེ་འདྲས་སོང་ཙང་ད་དཔེར་ན་ཕ་མ་གཉིས་ཀྱིས་ད་ཕན་ཚུན་ཉིན་པོ་ཕྱེད་པ་ལ་བལྟས་ནས་ད་ཨ་མེས་ཀྱི་གཟུགས་པོ་ནང་ལོག་ལ་ཡ་ད་ཅིག་མངལ་གྱི་ནང་ལ་ད་སྤུ་གུ་ཉེ་ཙམ་ཅིག་གི་ད་འགྱོ་ཚར་དུས་ད་གཙོ་བོ་དེ་ཨ་མ་ལ་འགན་ཡོད་རེད་དེ་ཡིན་དུས་ཙང་ནས་ཨ་མ་གྱིས་སྤུ་གུ་ད། གཅིག་ག་ལ་བར་ད་གཟུགས་སྐུ་ལ་འཁོར་བ་ནས་བཟུང་ནས་མ་བརྗེད་ཀྱི་བར་དུ། ཨ་མ་གི་སེམས་པ་ལ་ཡ། བྱེ་བྲག་གི་རླུང། ཆུང་མོ་ལ་ཡ་འདྲ་བོ་དང་ཨ་ནེ་ཨ་མ་བྱེ་བྲག་གི་སེམས། ཉག་དམར་པོ་བྱེ་ཡ་འདྲ་བོ་ཨ་ནེ་ཨ་མ་བྱེ་བྲག་གི་གཅིག་རྒྱུ་ལྕགས་ལར་འདོད་རྔམ་ཆེན་པོ་བྱེ་ཡ་དང། ཁོང་ཁྲོ་བྱེ་བྲག་ས་བདག་གི་དོན་ཚུལ་ཁྲིད་དེ་ཕན་ཚུན་འཁྲུག་པ་རྒྱག་ཡ་དོན་ཚུལ་ཁྲིད་རང་སོར་གྱུར་པ་དེ་སྤངས་ནས་ཨ་མ་དེ་བྱེ་བྲག་གི་སེམས་དེ། ཞི་བདེ་བག་ཕེབས་བཅས་ལ་བསྡད་ཐུབ་ན་སྤུ་གུ་འཚར་ལོངས་འདི་ཞི་དྲག་གི་ཡག་པོ་ཡོང་གི་རེད་འདི་པགས་པ་ལ་ཁེལ་ཡོད་མ་རེད་ད་འདི་གཙོ་བོ་ཨ་མ་རང་གིས་འགན་འཁེལ་དགོས་གོ་རེད་ཡིན་ན་ཨ་མ་གིས་ཡག་པོ་ཅིག་འགན་འཁེལ་ཐུབ་པ་ལ་ཡང་པགས་ཕེབས་ཀྱི་ཆེད་ཀྱི་མཐུན་རྐྱེན་ཨ་མ་ལ་དཀའ་ལས་མང་ཡོང་ཆེད་དུ་འདི་ནས་ཕྱི་ལོག་ནས་ཨ་མ་ལ་ཡང་ཏག་ཏག་ཁ་ལག་བཟོས་ནས་སྤྲད་དགོས་ཡ་ཨ་མ་ལ་གོ་ལོ་བཀྲུ་རོས་ད་སོ་སོ་སྐྱེ་དམན་ལ་བར་བ་འདི་ལ་གོ་ལོ་བཀྲུ་རོས་བྱེད་ཡས་ད་ཨ་མ་ག་ཚོད་ཀྱི་སེམས་པ་སྐྱིད་པོ་ཡོང་ཡས་ལ་སོ་སོ་ངོ་ནས་ཕྱི་ལོག་ལ་ག་འཇོག་མ་འཇོག་བུ་མོ་མ་བརྩེ་བ་བྱས། ལྷ་འཇུ་མ་འཇུ་མཉམ་དུ་དགའ་བོ་བྱེད་ན་སྐྱེས་མའི་རླུང་ལག་ན་ཨ་མ་རླུང་ལག་ན་ཨ་མ་སེམས་པ་འཁྲུག་འགྲོ་འུ་རོགས་འདི་དཔེ་ཟབ་ས་ཆེའོ་རེད། ག་སྲས་དཔེ་ན་ཆོལ་ཁ་དེ་འདྲའི་ཅིག་སོ་སོ་སྐྱེས་མའི་ལ་སྤུ་གུ་ཆགས་ས་དེ་ད་ངས་སྐྱེས་མའི་ལ་སྤུ་གུ་ཆགས་ས་སོང་ལ་ནི་ལག་སོགས་གོ་ཁབ་དེ་ལེན་ནི་ཨ་ག་འཇུ་མ་འཇུ་བྱས་སྐྱེས་མའི་ལ་འཐུང་འཇུ་བྱས་ན་སྤུ་གུ་ནི་འགོ་བ་ཆེ་རྗེས་མ་སྤུ་གུ་ཡག་པོ་ཅིག་ཆགས་ཡ་ལ་འདོད་པ་ནི་ཡོད་དངོས་སུ་སོ་སོ་གི་ཟླ་བ་བཅུ་དེའི་ནང་ལོ་ལ་སྤུ་གུ་ཨ་མའི་ངན་ལ་ཡོད་པའི་དཀའ་ལག་དེ་སོ་སོ་སྐྱེས་མའི་ལ་འཐུང་འཇུ་བྱས་སྙབ་འཇུ་བཤད། འོ་དེ་འདྲའི་བྱེད་པ་ཡིན་ན་རྗེས་མ་སོ་སོ་གི་སྤུ་གུ་སྐྱེས་དུས་ག་ལ་ཡང་སྤུ་གུ་ཨོག་མོ་མ་ཚང་བ་བཅས་སྡུག་ཅག་བྱུང་ན་ཡང་ཨ་མ་ལ་ཐུག། གཅིག་སོ་སོ་གི་སྐྱེ་དམན་ལ་ཐུག་འཇུག་བྱེད། འོ་དེ་འདྲའི་བྱེད་པ་ཡིན་ན་ཚང་མ་ནོར་འཁྲུལ་དེ་པཱ་ལ་ལ་ཆགས་དགོས་བ་རེད་ཨ་མ་ཆགས་དགོས་བ་མ་རེད་དེ་ཡིན་དུས། འོ་དེ་ཡིན་དུས། ཨ་མི་གིས་ད་སྔས་ཀྱི་ནང་ལ་སྤུ་གུ་ཉག་ཡ་དེ་དང། སྤུ་གུ་ལ་ཡ་དུས་དུས་ལ་ཡ་བཅས་ཀྱི་ད། ཡག་པོ་ཞིག་ཡོང་བའི་ཆེད་དུ་གཟུགས་པོ་བརྡབ་སྐྱོན་མ་ཤོར་བ་བྱས་བྱས་ལ་ཚ་པོ་ཚ་པོ་དུད་དུད་ལ་ཟ་ཡ་མ་གཏོགས་ཨ་ནེ། དཔེར་བཤད་ན། དཔེར་ན་སྐྱེས་དམན་དེ་ཡིན་ན་དང་ཨ་མ་དེ་ཡིན་ན། ཨེ་དེང་སང་གི་སྤྱི་ཚོགས་ནང་དང་ཐ་མ་དེ་ངས་མང་པོ་ཡོང་དུས་ཨ་ཐ་མ། ཐའི་དེ་ཚོ་རྩ་བ་ཉིད་ནས་སྣང་ཆུང་ཡོད་མ་རེད་དེ་དང་གཅིག་དེ་ནས་ཨ་ར་དེ་ཚོ་རྩ་བ་ཉིད་དུ་ཐུག་མི་ཉན་རེད། འགྲོ་བ་འདི་ཆེ་དེ་ནི་གཅིག་གིས་གཉིས་ཡིན་ན་དུས་ཚོད་དུས་ཚོད་མང་དུ་ཉིན་སེམས་མེད་པར་ཉལ་བསྡད་ཡ་དེ་འདྲའི་སྣང་ཚུལ་ཡོད་མ་རེད། དེ་ཡིན་དུས་ད་འདི་ངས་ད་ལྟ་ཉི་ཤར་ཁྲུས་ཀྱིས་ནང་ལ་ཤི་ཡོད་རོ། ཨོ་དེ་ཡིན་དུས་དེ་འདྲི་གི། ཨོ། གཅིག་གིས་ཨ་མ་གིས་རྒྱན་ཡག་པོ་ཅིག་འཁྱེར་ན། སྤུ་གུ་གི་འཚར་ལོངས། ཨོ་བྱུང་ཐག་ལ་རྗེས་མར་གི་སྤྱི་སོ་གི་ད་ནང་ལོགས་ལ་འགྲོ་དགོས་དུས་སྤུ་གུ་ཡག་པོ་ཅིག་ཡུན་དགོ་ན་མཚོ་མ་དེ། ཕ་མ་གཉིས་གིས་ཨོ་འདི་ངན་པ་དུ་ཐུག་ལ་རྒྱག་རོགས་གནང་ཨ་ཞུ་ཡས་ཡིན། ཨོ་དེ་ད་ངས་ཤི་འདུག་ད་དུས་དུས་དེ་འདྲས་ཅིག་མ་འདུག་ད། གཞན་པ་ཞུ་ཡོད་ཀྱི་མི་འདུག་དེ་འདྲའི་ཆེད་གཏན་ནི་མ་ད། ཨོ། ད་དེ་རིང་མ་བྱེད་ད་ཨ་མའི་ཁོག་པ་ལ་ཟླ་བ་བཅུ། ཡང་ན་ཟླ་བ་དགུ་ཡང་ན་ཟླ་བ་བརྒྱད། ཨོ་དེ་འདྲ་ད་ཨ་ལས་ཟླ་བ་འདི། ཅིག་གི་ད་ཏག་ཏག་ཅིག་ཡིན་ནི་མིན་ནི་དེའི་ནང་ལོ་རླུང་གི། ཅིག་ད་རླུང་གི་གནས་བཅུ་དེ་རྫོགས་དགོས་བ་རེད་རྩ་བའི་རླུང་ལྔ་ཡང་ལག་གི་རླུང་ལྔ་དེ་གོ་རིམ། ཅིག་ནི་མ་འཁྲུགས་པར་གོ་རིམ་ཏག་ཏག་བྱས་ནི་གཟུགས་པོ་ནང་ལ་འཕེལ་རིམ་རྫོགས་དགོས་བ་རེད། དེའི་སྤྱི་བོའི་ཆ་ནས་ཟླ་བ་གཅིག་ལ། རླུང་གི་གནས་རེ་རེ་རྫོགས་པ་ཡིན་ན་གཟུགས་སྐུ་དེ་ཇི་ལྟར་སྟོབས་དང་ལྡན་པ། ལུས་དེ་ཧ་ཅང་གི་གཟི་བརྗིད་ཆེན་པོ། ཨོ། ཅིག་གི་རྟགས་སྟོབས་དང་ལྡན་པ་དེ་ཡུན་ཡན་དུ་དོན་མི་གསལ་བ་རེད། དེ་འདྲའི་མི་ལ་རྟགས་ཨ་ལས་རྟོགས་ཅིག། ཨོ། དེང་སང་གི་རྟགས་ཅེས་སོགས་ཀྱི་རྟགས་གཟུགས་པོ་གི་གནས་རིམ་དང་འཕེལ་རིམ་དེ་འདྲའི་གི་ཐོག་ནས་ཨང་ག་ཤེས་ཅིག་གི། ཨོ། ཨ་མེས་ཀྱི་བསམ་བློ་བཏང་སྟངས་ཀྱི་ཐོག་ནས་ད་དེ་ཚོ་གཅིག་དང་གཉིས་ཞུ་གི་མེད་དེ་ཚོའི་འོང། དྲི་བ་དྲིས་ལན་མང་པོ་ཆགས་འགྲོ་དུས། ཨོ་དུས་འདའ་ལ་ད་ཟླ་བ་དགུ་གི་ག་རེ་ཡིན་མེད་ན་ད། ཁྱེད་ལ་ཐོན་ཁྱེད་ལ་མ་ཐོན་བར་དུ་ཕ་མ་གཉིས་ཀྱི་འགན་གཙོ་བོ་འདི། སྤུ་གུ་ཆེད་དུ་ཁྱེད་ཀྱི་ལས་ཀ་ལྷ་བོ། དུས་རྒྱུན་གྱི་སོ་སོ་ཚོང་དང་ལས་ཀ་ག་རེ་ཡིན་ན་ཡང་སྤུ་གུ་ཆེད་དུ། ཨོ། ཅིག་ཞི་དྲག་གི་ཟབ་ས་གནང་དགོས་ཡ་དེ་ནི། སོ་སོ་གྱི་ད་ཨ་མ་ལ་སྤུ་གུ་མཁོ་ཡི་སྐབས་ལ་ཡ་ཆོ་ག་དེ་ཕྱི་ལོག་ལ་འགྲོ་བ་ཡིན་ན་ཡང་ཨ་མ་ལ་རྟག་ཏུ་བྱིན་ངེས་ཡ་ན་གཡོག་མོ་འདྲ་བོ་ཡ་ན་ནི་སོ་སོ་དཔེ་ཆ་གཉིས་ཚན་འདྲ་བོ་དེ་འདྲའི་ཆེད་སྔགས་བཞག་ནས་སོ་སོ་གྱི། སྐྱེ་མེད་དེ་ལ་སྲུང་སྐྱོང་ཡག་པོ་བྱེད་ན་རྗེས་མ་སྤུ་གུ་སྐྱེ་བའི་སྐབས་ལ་ཡང་སོ་སོ་དཔའ་བར་གྱི་འདོད་པ་ན་ཞིག་སྤུ་གུ་ཡག་པོ་ཡོང་གི་རོ། འོ་དེ་འདྲས་ཡིན་ཙང་རྣམ་པ་ཚོས་དེ་འདྲས་ཀྱི་ཐུགས་ལ་རྒྱག་རོགས་གནང་ཟེར་ནས་ཐོག་མར་དེ་འདྲས་ཀྱི་ཀྱི་མ་ཞུ་རང་ཞུ་ཆགས་ཀྱི་འདུག་འོ་དེ་འདྲས་ཀྱི་ཐུགས་ལ་རྒྱག་ད་དེ་ནས་ང་རང་ཚོས་ད་ཨ་མའི་ཁོག་པ་ནས་ཕྱི་ལ་དོན་པ་རེད་ད་ཕྱི་ལ་དོན་ནས་ད། ཅིག་གིས་ད་འཕེལ་རིམ་འགྲོ་སྟངས་དེ་ངེད་ཅིག་ཞུ་གི་ཡིན་དེ་ཡིན་དུས་རྩ་ནས་ད་འཕེལ་རིམ་རྫོགས་དུས་ད་ལྟའི་ཁོག་པ་ནང་ལ་ཡིན་ན་ཟླ་བ་རེ་རེ་ལ་རྩ་བའི་ལུགས་ལྔ་དང་ཡང་ལ་ལུགས་ལྔ་ལ་ནི་ད་འགྲོ་གི་འདུག་བ། ད་ཡིན་ན་ཡང་ང་ཚོ་འདི་འདི་དང་མཉམ་ཚོ་ལ་ཕྱི་ལ་དོན་ཚར་དུས་ཡང་ཕྱི་ལ་དོན་ནི་ང་ཚོ་གི་ལོ་གཅིག་གཉིས་གསུམ་བཞི་ལྔ་ཅིག་གྲངས་ཀ་རྩིས་འགྲོ་གི་རོ། དེ་ཡིན་དུས་ལོ་གཅིག་གཉིས་གསུམ་བཞི་ལྔ་དེ་རྩ་བའི་ལུགས་ལྔ་གིས་ཡང་བསྐྱར་དུ་གཟུགས་པོ་ནང་ལོ་ལ་ཡང་འཕེལ་རིམ་གསར་བ་ཅིག་ཡོང་གི་བ་རེད་རྩ་བའི་ལུགས་ལྔ་གིས། གཡོ་འགུལ་གྱི་ཡོང་སྒོ་རེད། འོ་དེ་ང་ཚོ་དེང་སང་གི་ད་ཚན་རིག་པ་ཚོ་གི་ཞིབ་འཇུག་ཐོག་ལ་ཕན་ཆེན་ཚོད་ཐིག་ཁ་པོ་རེད་ལ་ཨ་ནི་ང་རང་ཚོ་དུས་རྒྱུན་གྱི་དེ་འདྲའི་སྤྱི་ཚོགས་ནང་ལོག་ལ་ད་སློབ་སྦྱོང་གི་སྤྲེལ་གྱི་མི་འདུག་ཁ་པོ་རེད་དེ་ཡིན་དུ་རྩ་ནི་ད་སྤུ་གུ། ལོ་གཅིག་ནས་ལོ་ལྔ་བོ་དོ་རྩ་དབྱི་གི་གླུ་ལྔ་གྲུབ་གི་ཡོད་དུས་ད་སྤུ་གུ་དེ་ལ་ཡ། རྩ་དབྱི་གླུ་ལྔ་དེ་གྲུབ་དུས་ད་སྤུ་གུ་དེ་གི་གཟུགས་པོ་འཚར་ལོངས་དེ། ཕྱི་ལོ་ལ་ཡ་ཞི་དྲག་གི་ད་ཅིག། གཅིག་གིས་ནུ་ཞོ་ཡག་པོ་ཡོད་ལ་དེ་ནི་སྤུ་གུ་ལ་ཡི་ནུ་མ་འོ་མ་དེ་དང་དེ་ཟས་སྤྱོད་དུ་བཟོ་བྲེལ་ཡང་གཟུགས་པོ་ལ་དཔལ་ཡག་པོ་བྱེད་དགོས་ཀྱི་ཧ་ཅང་གི་སྤུ་གུ་ལ་ཡ་ཉི་ཚེ་དུས་དྲུག་ཏུ་ཡག་པོ་མ་བཏང་ན་དེ་དུས་ག་ལ་སྤུ་གུ་གྲོངས་ཡོན་གྱི་ད་ཞེ་དྲག་ཉེན་ཁ་ཆེན་པོ་ཡོད་དུས་རྩ་བའི་རླུ་ང་དེ་གྲུབ་ཡོན་དུས་ཧ་ཅང་གི་ནུས་པ་ཆེན་པོ་བྱེད་གཟུགས་པོ་ནང་ལ་ཡ་འཕེལ་རིམ་གྱི་འགྲོ་དུས་སྤུ་གུ་གཟུགས་པོ་གི་བརླག་ཁེ་མ་ཁེ་དེ་འདྲིའི་གི་གནས་ཚུལ་ཡོང་གི་བ་རེད་དེ་འདྲི་གི་ཐོག་ནས་ལོ་གཅིག་ནས་ལོ་ལྔའི་བར་དུ། རྩ་བའི་རླུང་ལྔ་དེ་གྲུབ་ནས་ད་ལོ་དྲུག་པ་ནས་ད་ལོ་བཅུ་པ་ལ་བོར་བ་དེའི་བར་དུ་ཡང་ལག་གི་རླུང་ལྔ་དྲུག་དུས་སྤུ་གུ་ལ་ཡང་དཔེར་ན་སྤུ་གུ་ལོ་དྲུག་བདུན་བརྒྱད་དགུ་ལོ་བཅུ་མ་ལོན་ལྔ་ལ་དེ་སང་ཕ་མ་ཚོ་གིས་ཨ་ནི་སྤུ་གུ་ལ་ཡང་ད་གི་མོ་བལ་འདྲ་བོ་དེ་འདྲས་ད་ཁ་བ་དེ་འདྲས་སྤྲད་ནས་གཏི་མུག་འདྲ་མི་འདྲ་ལྟ་བཅུག་ན། མིག་གིས་ཤུགས་ལ་ཞེ་དྲག་གིས་ནུས་ཀྱི་རེད་ལ་ཀླད་པས་ཀྱིས་འཚར་ལོངས་ལ་དཔེ་ནུས་ཀྱི་རེད་དེ་འདྲས་སོང་ཙང་རྣམ་པ་ཚོ་ཡི་དགོངས་པ་ཡག་པོ་ཅིག་བཤད་དེ་ཡིན་དུས་ལོ་དྲུག་ནས་ལོ་བཅུ་བར་དུ་དག་དཔེ་བཤད་ན་ལོ་དྲུག་པ་དེ་ལ་དེ་ནས་མིག་གིས་མིག་གིས་དཔེ་ན་ལོ་དྲུག་གི་སྐར་ལ་སྤུ་གུ་མིག་གིས་ཕྱི་ལོ་མཐོང་གི་རེད་དེ་ཡིན་ན་ཡང་མིག་གིས་གྲུབ་ཆ་དེ་བསྐྱར་དུ་གཅིག་མིག་གི་ནང་ལ་ཧ་ཅང་གི་ནུས་པ་ཆེན་པོ་གིས་མཛད་ཅིག་མིག་གི་ནང་ལོ་ལ་ཡ། ལས་ཀ་གི་འཕེལ་རིམ་གྱིས་མགོ་བཙུགས་པ་བ་རེད། བ་དེ་ཡིན་དུ་ལོ་བདུན་པ་ལ་དེ་ནས་ཨ་མཆོད་ཀྱི་ཐོག་ནས་མགོ་བཙུགས་བ་ད་འདི་ལ་དཔག་པའི་སློབ་སྦྱོང་སྤྲད་སྟངས་དང་སློབ་གསོ་སྤྲད་སྟངས་ཡོད་རེད་དེ་ད་འདི་འདི་ནང་ལ་གཅིག་དང་གཉིས་ཞུ་ཡོད་མི་འདུག་ཨ་ད་ཡིན་ན་ཡང་དོན་དག་ལ་སྤུ་གུ་ལོ་གཅིག་ནས་ལོ་བཅུའི་བར་དུ་ཨ་ནི་ཅིག་རྩ་བའི་ལུགས་ལྔ་དང་ཡང་ལ་ལུགས་ལྔ་དེ་ཡང་བསྐྱར་དུ་སྒོ་ནས་གཟུགས་པོ་རྣམས་ལ་ཡང། ཨོ་གྲུབ་ཐང་ཅིག་ཡོད་རེད་ད་འདི་ཡི་རྣམ་པ་ཚོད་ཀྱི་ཐུགས་ལ་འཇགས་འདི་ཡི་འདི་ད་སྤུ་གུ་ལོ་བཅུ་མ་སླེབས་བར་དུ་དེ་ནི་ཕ་མ་ཚོད་ཀྱི་སྤུ་གུ་ལ་ཡ། ཨོ་ཞི་དྲག་གི་ཅིག་གི་ད། ཐུགས་བསམ་ཞེས་ནི་སྤུ་གུ་གི་ཟས་སྤྱོད་དེ་ཚོད་ལ་ཡ། ཞི་དྲག་གི། སྤུ་གུ་ལ་ཡ་འདི་མེད་པ་ཆེ་སྤུ་གུ་ཆགས་རྡོག་མང་པོ་བྱུ་ན་གཟུགས་པོ་རྣམས་ལ། ཨོ་ནི་ཤིད་ཅིག་བཟུང་པ་ཡིན་ནི་ཤིད་དེ་ཧ་ཅང་གི་དམ་པོ། དེ་འདྲའི་བཟུང་བའི་ཉེན་ཁ་ཡོད་དུས། ཨོ་འདི་ངན་པར་དུ་དེ་ནི་ཕ་མ་ཚོད་ཀྱི་རྒྱན་ཆ་གོ་བ་རེད། ཨོ་དེ་འདྲའི་རྗེས་ཞུ་བས་ཆེ། བདག་ལོ་བཅུ་ནི་བདག་འདི་བྱེད་དེ་ནི་བདག་ལོ་བཅུ་ནི་ཅི་དང་བྱེད་ན། ལོ་བཅུ་གཉིས། བདག་ལོ་བཅུ་བྱེད་ལོ་བཅུ་མ་གཏོགས་འདི་རེད་ད་ཡིན་ན་ཡང་དེང་སང། ངའི་རྣམ་པ་སོར་གཅིག་ཞུ་ན། ཡང་ལོ་བཅུ་ནི་ལོ་བཅུ་བཞི་རེད་བ་ལོ་བཅུ་བཞི་ནི་ལོ་ཉི་ཤུའི་བར་དུ་ཡང་འཕེལ་རིམ་ཅིག་རེད། ཡང་འཕེལ་རིམ་དེ་ལ་བསྐྱར་དུ་ཡང་རྩ་བའི་གླུ་ལྔ་དང་ཡང་ལག་གླུ་ལྔ་ལ་དེ་ཡང་དགོས་ནི་བསྐྱར་དུ་རྩ་བའི་གླུ་ལྔ་དང་ཡང་ལག་ལྔ་གི། ཡང་ལག་གི་གླུ་ལྔ་དེ་ཡང་གཅིག་གཅིག་འགྲོ་དགོས་བ་རེད། ཡིན་ན་ཡང་འདི་ལ་ག་ལ་གི་ལགས་ན་དང་པོ་དེ་ལ་ལོ་གཅིག་ནས་ལོ་བཅུའི་བར་དུ་འདི་ལ་ཡང་རྒྱུན་དབང་དེ་ལ་རླུང་གི་རླུང་དེ་གཙོ་བོ་བཞག་དགོས་བ་རེད། རྒྱུན་དབང་རླུང་གི་རླུང་དེ་གཙོ་བོ་བཞག་དགོས་བ་རེད་འདི་ཡིན་དུ་རྩ་ནི་དེ་ནི། ད་ལོ།

མང་པོ་གཅིག་གིས་དེ་འགྲིག་གི་ད་རྣམ་གཞག་འགྲོ་སྟངས་འདི་ལ་ཡང་དགོངས་པ་ཆོད་ནས་བཞེས་ཐུབ་ཀྱི་མི་འདུག་ཨ་ནེ་མང་པོ་གཅིག་གིས་འཕྲོད་བསྟེན་འཕྲོད་བསྟེན་ལ་ནི་སུ་སུ་སུ་སོགས་ཀྱིས་ཨ་ནེ་ད་བཟོད་སྐྱོ་ལ་བོ་རེད་ཨ་ནེ་གཅིག་ཉམས་མྱོང་བསིལ་བོ་རེད་གཅིག་ལ་ཡག་པོ་ཡོད་ན་ཀུན་ལ་ཡོད་པ་ན་དེང་སང་འཕྲོད་བསྟེན་སྐོར་ལ་ར་མ་ལུག་འདྲ་བོ་ད་ཡིན་ལ་མིན་ལ་མང་པོ་ཞུགས་ཀྱིས་ད་འགྲོ་བསྡད་ཀྱི་འདུག་བ་ཞེས་དངོས་གནས་བྱས་ན་དུས་མཚུངས་ཀྱི་རྣམ་གཞག་དེ་ཤེས་པ་ཡིན་ན། སྤུ་གུ་སོ་སོ་ལ་ཡང་འཚར་ལོངས་བྱུང་སྟངས་ལ་ཕ་མེས་ཀྱི་རང་བཞིན་གྱི་འགན་འཁུར་དགོས་ཡ་གཅིག་སྲོག་གི་འགན་འཁུར་དགོས་ཡ་དུས་ཚོད་ཁྲིད་དེ་རང་བཞིན་གྱིས་དཔེ་ལས་སླ་པོ་ཞུགས་ཀྱི། རླུང་གི་ལུས་སེམས་ཁྲིད་སྟོན་སྐབས་ལ་ཡང་སློབ་སྦྱོང་དེ་སྤྲེལ་བདེ་པོ་ཆགས་ཀྱི་རེད་དེ་འདྲའི་སོང་ཙང་ད་ལོ་བཅུ་གཅིག་ནས་ལོ་ཉི་ཤུ་བར་དུ་འདི་ལ་ད་མེས་ཀྱི་རླུང་འདི་གཙོ་བོ་རེད། ཨོ་དེ་ཡིན་དུ་རྩ་ནས་འདི་ནི། རྣམ་པ་ཚོགས་ཀྱི་ཐུགས་ལ་སྦྱར་ཡ་བྱེད་ད་འདི་ལ་གལ་ཆེ་ཤོས་ཞིག་གར་དུ་ལགས་ན་ད་སྤྱི་བཏང་གི་ཆ་སྙོམས་བྱེད་ན་ལོ་བཅུ་གཉིས་བཅོ་གསུམ་ནས་ད་སྤུ་གོ་བུ་ལ་ཡིན་ན་ད་ཐིག་ལེ་ལས་འདྲ་བོ། ཨ་ནི་བུ་མོ་ལ་ཡིན་ན་ཨ་ནི་ད་བྲག་ཟླ་མཚན་བར་པའི་དེ་སྒོ་བཙུག་གོ་རེད་འདིའི་བར་དུ། པུའུ་བུ་དང་བུ་མོ་གཉིས་ཀ་ཤར་འབྱམས་ལོད་དེ་གཅིག་པ་རེད། གང་ཡིན་ཟེར་ན་གཉིས་ཀ་ལོ་ལ་དང་ཐིག་ལེ་དང་ཁ་ལ་བ་དང་ཁུ་བ་དཀར་པོ་དང་དམར་པོ་གཉིས་ཀ་ལ་མེད་པ་ཡིན་དུས་ཐིག་ལེ་དཀར་མོ་གཉིས་དེ་གཉིས་ཀ་ལ་དང་གཟུགས་པོ་ནང་ནས་དོན་གྱི་མེད་ཙང་བ་དེའི་ཕ་དོན་གཟུགས་པོ་དེ་དེ་འདྲའི་ཆགས་པ་རེད་ད་འདི། གཅིག་གིས་དཔེར་ན་བུ་ལ་ཡང་ཐིག་ལེ་ལས་དང་བུ་མོ་ལ་ཡིན་ན། ད་ཟླ་ཚན་བར་བས་དེ། ད་དེང་སང་ཆགས་མི་ཉོན་པ་མང་པོ་ཆགས་ཡོད་དོ། ཨོ་དེ་ཚོ་ལ་བལྟས་ནས་ད་སྔོན་མ་གི། ལོ་གཅིག་ནས་ལོ་བཅུའི་ནང་ལོ་ཨ་པུ་གུ་གི་འཚར་ལོངས་བྱུག་སྟངས་ལ་བལྟས་ནས། ལོ་བཅུ་གཅིག་ནི་ཨ་ལེ། ཐིག། ག་ལ་ཐིག་ལེ་སྐར་མ་གཉིས་ཡུག་ངན་ལ་ཡང། གཅིག་གི་ལོ་རིམ་གྱི་ཐོག་ནས་ཡང་ཆགས་མ་ཉོན་པ་གཅིག་ཆགས་ཡས་དེ་རང་བཞིན་གྱི་ཆོས་ཉིད་ཆགས་འགོ་བ་རེད། ཨོ་དེ་འདྲས་ཀྱི་རྣམ་པ་ཚོད་ཀྱི་ཐུགས་ལ་འཇགས་ཡས་ཆེ། ཨོ་དེའི་སྐོར་ལ་ཨ་ལ་ཡང་འགྲེལ་བཤད་ཞུ་དེ་ན་མང་པོ་ཆགས་ཡོད་འདུག་དེ་ཡིན་དུས་རྩ་ནས་ད། དཔེར་ན་བུ་ཡིན་ན་ད། ད་ཐིག་ལེ་ཀླད་པ་དང་བུ་མོ་ཡིན་ན། ཨོ་ད་འདི་གཉིས་ཀྱི་ཁྱད་པར་གང་འདྲས་འགྲུབ་བོ་ལབ་ན་བུ་གི། གཅིག་གིས་ད། གཅིག་གིས་ཐིག་ལེ་ཀླད་ཐིག་ལེ་ཀླད་མགོ་བཙུགས་ཡོད་འདུག། ཨ་ནི་བུ་མོ་དང་མ་འདྲ་བ་ཅིག་ག་རེ་བྱེད་དགོས་ལབ་ན་དེ་ནི་བ་ག་ལེ་ག་ལེ། ང་ཚོ་བུ་མོ་དང་མ་འདྲ་བ་སྤུ་མང་པོ་སྐྱེས་ཏེ་རང་བཞིན་གྱི་གཟུགས་པོ་ཤ་ཡིན་ན། གཅིག་གིས་ད་གཙུག་པོ་ལག་པར་ཏོག་སེ་འགྲིམ་འགྲིམ་འདྲ་བོ་ཅིག། རོབ་རོབ་འདྲ་བོ་ཅིག་མ་ང་འདི་བུ་མོ་ལས་བུ་འདི་ཤ་གཙུག་པོ་འདྲ་བོ་ཅིག་ཤ་འདི་རོབ་རོབ་འདྲ་བོ་ཅིག་ཆ་ཡ་འདི། ཐིག་ལེ་ཀླད་པ་ལ་བརྟེན་ནས་ཡོང་གི་བ་རེད། འོ་དེ་ཡིན་དུས་རྩ་ནས་ང་ཚོ་བུ་ལ་ཡང་ཁྲག་ཀླད་མེད་དུས་ཟླ་བ་རེ་རེ་ལ་ཡང་གཟུགས་པོ་ནང་གི་ཁྲག་གིས་གཟུགས་པོ་ནང་ལ་འཁོར་ཆུ་བྱེད་པ་དེ་ཚོ་བྲིས་ཏེ་ཆུ། ང་ཚོ་དང་ང་ཚོ་ཡོད་བ་དག་དེ་ཚིག་ཁབ་ཏུ་བཤད་ན་དགོངས་དོན་གཉིས་ལ་ཡོད་རོགས་འདི་གཉིས་ཀྱི་ནང་ལོ་ནི་ཚུར་ཐིག་ལེ་ཀྱི་ནུས་པ་རི་རང་བཞིན་གྱི་སོས་ཐུབ་ཀྱི་ཡོད་དུས་དེ་ནི་འདི་ལ་བརྟེན་ནས་ང་ཚོ་སྤུ་གུ་དང་ཐིག་ལེ་དོན་ཡོད་དང་ནི་རྩ་བའི་རྒྱས་དང་ཁྲག་གི་དང་གཟུགས་པོ་ནང་ལ་འཕེལ་རིམ་དུ་ཚུར་འཕྲད་དེ་ལྕགས་དང་གཟུགས་པོ་ནང་ལ་ཕར་ཐིམ་འགྲོ་དུས་དུས་མཚུངས་ཀྱི་ནུས་པ་ལ་བརྟེན་ནས་སྤུ་དེ་མང་སྐྱེ་ཆགས་འདུག། འོ་དེ་འདྲའི་ཕྱིར་ད་བུ་མོ་ཚོ་ཡིན་ན་ཟླ་བ་རེ་རེ་ལ་ཟླ་ཟེར་འདི་བབས་ཡོང་དུས་གཟུགས་པོ་འདི་སྔོན་མ་ན་ཞིག་རང་ཅག་ཤ་རྒྱམ་བུ་དེ་དེ་དེ་འདྲའི་ཆགས་ཀི་བ་རེད། བུ་མོ་ཚོ་ལ་ཡིན་ན་དེ་ནི་ད་ལྟ་མངལ་ལ་སྤུ་གུ་ཆགས་དུས་བསམ་སེའུ་ལ་ནི་དེང་སང་ད་སྟོན་གི་འདུག་བ། འོ་འདི་ང་ཚོ་ཕུགས་ཀྱི་དགོང་དོག་གི་ཚོད་འདྲ་བོ་ཅིག་རེད་ད་འདི་དགོང་དོག་ལབ་ན་འགྲིག་གི་མ་རེད་བ་ད་ཡིན་ན་ཡང་བབས། འོ་དེ་འདྲའི་གི་ཚོད་འདྲ་བོ་རེད་ད་དེ་གཉིས་ཀྱི་བྱེད་ལས་ལ་བརྟེན་ནས། ཆུ་སྤུ་གུ་ནང་ལུས་ལ་འཛིན་པ་བྱེད་པ་སྤུ་གུ་ཆགས་པ་བྱེད་ཀྱི་ནུས་པ་འདི། བསམ་བསེའུ་གཉིས་ལ་བརྟེན་ནས་ཡུངས་ཀུན་ཡུལ་དུས་དེ་འདྲ་བ་དེ། སྤུ་གུ་ཆགས་སྡང་འདྲ་བོ་ཆད་ལྟ་འདི། རྣམ་པ་ཚོའི་ཐུགས་ལ་འཇགས་ད་དཔེར་བཤད་ན། ད་རིང་ཞུ་བའི་གལ་ཆེན་པོ་དེ་ག་རེ་ལ་ན། ཨ་ནི་ད་ལྟ་ལོ། ད། ཅིག་གིས་ད་བཅུ་གསུམ་བཅུ་བཞི་ད་ལབ་ན་འདོད་ད་འདི་ཏག་ཏག་ལ་ཡ་མི་འདོད་ཨ། དེ་ཡིན་དུ་སྤྱི་འོངས་ཀྱི་ད་ཅིག་ན་ལོ། བཅུ་གསུམ་བཅུ་བཞི་ནས་འགོ་བཙུགས་ན་འདི་ལོ་བཅུ་གསུམ་བཅུ་བཞི་ལ། སྤྱི་བཏང་གི་སྤྱི་སྙོམས་ཀྱི་ད་མང་འགྲོ་བ་དེ་དེ་འདྲའི་ཅིག་ག་ལེགས་བ་རེད་དེ་ཡིན་དུ་རྩ་ནི་ད། སུ་དང་བུ་དང་བུ་མོ་སུ་ཡིན་ན་ཨ་ནི་ཐིག་ལེ་དཀར་དམར་བསླད་ཚར་བའི་དཀར་ལ་ཡག་དང་ཐིག་ལེ་དཀར་དམར་བསླད་ཚར་བའི་རྗེས་ལ་རྣམ་པ་ཚུགས་ཀྱི་ཨོ་བུ་ཡིན་ན་ད་ང་ཐིག་ལེ་དུད་འགུལ་ཡོད་བསམ་པ་དང་བུ་མོ་ཡིན་ན་ང་ཟླ་མཚན་འབབ་དགོས་འདུག་བསམ་ནས་ལབ་སམ་སྤུ་གུ་ཆུ་ནི་མ་ཟོས་བ་ལ་དགོངས་པ་བཞེས་དགོས་གོ་རེད་གང་ཡིན་ཟེར་ན་ཨོ་འདི་སྤུ་གུ་ཟོས་ཡོད་དེ་ལ་ད་ལྟ་སོ་སོ་གི་གཟུགས་པོ་དེ་བསྐྱེད་རིམ་དེ་འཕེལ་རིམ་འགྲོ་གོ་བ་རེད་སྤུ་གུ་སྐྱེས་ན་སྐྱེས་ཐུབ་གི་རེད་དཔེར་ན་བུ་མོ་ཡང་ཟླ་མཚན་འབབ་པའི་རྗེས་ལ་ཡང་སྤུ་གུ་ཆགས་ཡ་ཡོང་གོ་བ་རེད་ལ་ཨ་ནི་རྗེས་ཀྱི་ད་ལས་ཀྱི། གཅིག་ཡེ་དག་རྣམ་པར་སྨིན་པ་སངས་རྒྱས་མི་ཕྱེད་པ་ཡིན་དུས་སྔོན་མ་བདེ་བ་སྤུ་གུ་ཆུང་ཆུང་དེ་འདྲས་ལོ་ལྔ་དྲུག་དེ་འདྲས་ལ་སྤུ་གུ་ཆགས་ཡས་དེ་འདྲས་ཡས་ཡོང་གི་འདུག་བ་ད་འདི་སྲི་ད་ཙམ་གྱི་རེད་ད་ཧ་ཅང་གི་ཉུང་ད་དུས་ཚོད་དེ་ཞུ་མོ་གོ་བ་བྱས་ད་རྩ་བའི་གི་ཆ་ནས་ང་རང་ཚོའི་བུ་དང་བུ་མོ་སུ་ཡིན་ན་བུ་ཡིན་ན་ཐིག་ལེ་ཐིག་ལེ་དེ་ད་རང་བཞིན་གྱི་ཡོང་གི་རེད་གཅིག་གི་ད་འདོད་ཆགས་ལངས་འདོད་ག་ལ་གཅིག་གི་ད། པོ་གཅིག་ཐིག་ལེ་དེའི་དོན་ཡན་ཆད་སྟོན་ཏེ་ཐིག་ལེ་དོན་ཀུན་ཏུ་ལ་རྟག་པར་ཞིག་ཐིག་ལེ་དེ་སྟོན་ཡོད་མ་རེད་ཐིག་ལེ་དེ་སྟོན་པ་ཡིན་ན་འདི་གི་གཟུགས་པོ་ལ་ཧ་ལས་པའི་འཕྲོད་བསྟེན་ཐོག་ལ་གནོད་གི་རེད་དེ་ཡིན་དུ་རྩ་ནས་བུ་ཚོགས་ཀྱི་ད་ཐིག་ལེ་རང་བཞིན་གྱི་ཁོ་རང་གཅིག་བདེན་མ་ཐུབ་ན་ཁོ་རང་དོན་ཡན་ཅིག་ཆགས་གི་རེད་ཡང་ན་རྨི་ལམ་རྣམས་ལ་དོན་པ་ཡོང་གི་རེད་འོ་དེ་འདྲས་མ་གཏོགས་གཅིག་གི་ལབ་སང་ཁོ་རང་ང་ཐིག་ལེ། དུས་དངུལ་བསྡུ་ལ་ནི་ལག་བཟང་བུ་མོ་གང་བཅུ་མ་འཇུ་ལས་ཆེ་ཡང་འདོད་ཆགས་དཔལ་དེ་ཧ་སང་གི་ཐིག་ལེ་དེ་མང་པོ་བཏང་པ་ཡིན་ན་གཟུགས་པོ་རྣམས་ལ་ད་ལྟ། འཕེལ་རིམ་གྱིས་ད་ལྟ་རྫོགས་མེད་པ་ཡིན་དུས་རྩ་བའི་གི་རླུང་ལྔ་དང་ཡང་ལ་རླུང་ལྔ་དེ་སླར་ཡང་དེ་ནི་རྫོགས་དགོས་དུས། འོ་དེ་འདྲའི་གི་ནུས་ཤུགས་ལ་སྤྲད་མ་ཐོབ་པ་ཆེ་བུ་ཡིན་ན། གཟུགས་པོ་བཅུ་པོ་ཆགས་ཡང་ལག་བཟང་གྲང་བ་དང་མཁྲིས་པ་དང་ཕོ་བ་དུ་འཛུགས། འོ་ཚང་མ་ཡང་ཡུལ་ངན་དེའི་ཚང་མ་ལག་བཟང་དཔེར་ན་ལོ་བཅོ་ལྔ་བཅུ་དྲུག་ནི་སྤུ་བོ་པའི་གྲང་བ་མཁྲིས་པ། ཅིག་འཕོ་བ་དེ་ཚོ་ཚང་མ་ལག་ས་ཤུབས་ཆུང་མ་ནག་ཡའི་འདུ་འཛོ་ཁྲེལ་ཏེ། འོ་དེམ་ཐིག་ལེ་གི་ནུས་པ་དེ་བུ་ཆོས་མང་པོ་བཏང་བ་ལ་དེ་ནི་ཡུན་འགོ་ཡི་དུས་བུ་ཡིན་ན་ཡང་ད་ཐིག་ལེ་གི་ནུས་པ་དེ་ཚོ་ག་ཚོད་ཀྱིས་བཏང་མ་ཐུབ་པའམ། ཧ་ཅང་གི་ཉུང་ཉུང་འདྲ་བོ་ཅིག་ལ་ཡང་འབད་བརྩོན་བྱེད་ཐུབ་ཡས་དང་ཕ་མ་གི་སློབ་གསོ་སྤྲད་ཐུབ་ན། སྤུ་གུ་ལ་ཡང་ཞེ་དྲག་ཕན་ཐུག་གི་རེད་སྤུ་གུ་རྗེས་མ་ཡ། ལོ་ཉི་ཤུ་གི་རྗེས་ལ་ཡ་དེ་ནི། སྤུ་གུ་གཟུགས་པོ་ཡང་སྟོབས་དང་ལྡན་པ་བཅས་ཀྱིས་བཟོ་ཡ་ལ་ཡ། ཨོ། སྐབས་དེ་དུ་ད་རྩེ་མོ། ག་རེ་རྩེ་ན་འགྲིག་བ་ལུས་རྩེ་རྩེ་ཡ་དང་དུ་ཚོད་དྲེག་འགྲིག་བ་རུ་མ་གཏོགས་ཐིག་ལེ་དེ་སྟོན་མི་ཉན་རེད་བུ་མོ་ཡིན་ན། འདོད་ཆགས་དེ་ད། སོ་སོ་གི་འདོད་ཆགས་ཆུང་པོ་བག་གི་རེད། གང་ཡིན་ཟེར་ན། ཅིག་ལོ་བཅུ་གཅིག་ནས་ཉི་ཤུའི་བར་དུ་མེ་རླུང་གཙོ་བོ་ཡིན་དུས་མེ་རླུང་དུ་དྲོད་ཀྱི་རང་བཞིན་ཡིན་དུས། དེ་ལ་བརྟེན་ནས་བུ་མོ་ཡིན་ན་འདོད་ཆགས་སླེ་གི་རེད་དེ། སོ་སོ་ངོ་ནས་ཨོ་ད་ང་བྱེད་མི་ཉན་ང་དེ་འདྲས་དེ་འདྲས་བྱེད་ན་འགྲིག་གི་མ་རེད་སྤྱི་ཚོགས་རེད་གཟུགས་པོ་རེད་ག་རེ་ཐོ་ནི་སོ་སོ་ལ་ཇོ་ནང་ཆོས་ནི་མེད་ན་ལབ་སང་སྤུ་གུ་ཟོས་ན་སྤྱི་ཚོགས་ནང་ལོ་ཐོང་མེད་པ་རྗེས་མ་ཡིན་ན་ཆོ་ག་མ་རག་པ་དེ་འདྲས་ཆགས་ཀྱི་ཡོད་དེ་བུ་མོ་སུ་དང་སུ་ཡིན་ན་ཡང་ཕ་མེས་ཀྱི་སློབ་གསོ་སྤྲད་ནས་དོན་དག་ལ་ཡ་བུ་དང་བུ་མོ་སུ་ཡིན་ན་ལོ་ཉི་ཤུ་མ་སླེབས་བར་དུ་ཐིག་ལེ་དཀར་མོ་འདི་བོད་སྤྱིར་བཏང་མོ་གོ་བ་དང་ཧ་ཅང་གི་ཉུང་ཉུང་བྱས་ཡོད་ཐོག་ལ་སློབ་གསོ་རྒྱག་དགོས་བ་རེད། དེང་སང་འདིའི་ཐོག་ལ་ང་ཚོ་སློབ་གསོ་རྒྱག་གི་མི་འདུག་བ་མང་པོ་ཅིག་སློབ་གསོ་རྒྱག་པ་ཧ་ལམ་ངས་ཐོག་མ་སོང་ང་རང་གིས་ཏོག་ཏོག་ཅིག་ད་ང་རང་ཕྱིན་གི་ཡོད་བཟང་དཔེ་དེ་རྒྱབ་དེ་ཡང་ང་ལ་ནུས་པ་མི་འདུག་ཁྱེད་ཚོ་ནང་དཔེ་ཐུབ་གི་མི་འདུག་ད་ཡིན་ན་རྗེས་མ་གང་མགྱོགས་མགྱོགས་དཔེ་ཐུབ་ཡོད་ལ་ང་རང་གི་ཆ་ཤས་བཟོས་འཁྲུལ་པ་ཡིན། འོ་དེ་མ་གཏོགས་ད་ལྟ་བར་དུ་ནི་ད་མཐོང་བསྡད་པ་དེ་མ་གཏོགས་ཨ་ཁ་བསམ་པ་དྲན་ཡོད་མ་གཏོགས་ཨེ་བྱས་ཁས་མི་འདུག་འོ་དེ་འདྲས་བྱས་ད་ལོ་ཉི་ཤུའི་བར་དུ་ང་རང་ཚོ་མི་ལུང་གཙོ་བོ་རེད། ད་དེ་ནས་ལོ་ཉི་ཤུ་ནི་ད་ང་ཚོ་འཕེལ་རིམ་དེ། རྩ་བའི་ལུགས་ལྔ་དང་ཡང་ལ་ལུགས་ལྔ། དེ་ད་དག་ན་འཕེལ་རིམ་དེ་ད་འདི་གི་རྒྱུགས་འགྲིལ་འགྲོ་བ་རེད། ད་ལོ་ཉི་ཤུ་ནི་ད་ང་ཚོ་ཡིན་ན། ཅིག་ད་ང་ཚོ་ནི་ད་བཞི་ནི་ད་ལོ་ཉི་ཤུ་སླེབས་ཚར་སོང་ན་ད་ལོ་ཉི་རྩ་གཅིག་ནི་བར་བརྩིས་ན་དེ་ནི་ལོ་ཉི་རྩ་གཅིག་ནི་ལོ། ཉི་ཤུ་ཐམ་པ་ཏག་ཏག་འདི་ལ་ག་རེ་ལ་ན་ལོ་ཉི་ཤུ་ནས་ལོ་བཞི་བཅུའི་བར་དུ་ང་རང་ཚོ་གི་གཟུགས་པོ་རྣམས་ལ་ཆུ་གི་རླུང་དེ་གཙོ་བོ་བེད་སྤྱོད་བྱེད་དགོས་རེད་དེའི་དུས་ཙམ་ནས་ཆུ་རླུང་དེ་གཙོ་བོ་ང་ཚོས་བེད་སྤྱོད་བྱེད་དུས་ཆུ་རླུང་དང་འབྲེལ་བའི་ཐོད་ནས་ང་ཚོ་ཟས་སྤྱོད་ཀྱི་སྨན་ཡོད་དག་ག་རེ་ནས་འཕྲོད་བསྟེན་བྱེད་ཡས་དེ་ཞི་བོ་ཡོད་རེད་འོ་དེ་འདྲས་ཀྱི་ཐོད་ན་ང་ཚོ་རྣམ་པ་ཚོ་ཁེངས་ཀྱི་མི་འདུག་མང་པོ་ཅིག་ཨོ་ཅིག་ད་ཆང་ས་རྒྱ་བལ་དང་སྤུ་གུ་སུ་ཨེ་དེ་ནོར་འཁྲུལ་ཤོར་ཡོད་མ་རེད་ལོ་ཉི་ཤུ་རྩ་གཅིག་ནས་ཉིན་པར་དུ་བུ་དང་བུ་མོ་སུ་ཡིན་ན་ད། ཅིག་གིས་ཆང་ས་རྒྱ་ཡས་ལ་བྲག་དྲི་དང། འོ་གང་འཇོ་འཇོ་ཅིག་རྒྱག་ཏུ་བཏག་གོ། དབུགས་འདི་རྣམ་པ་ཚོའི་ཐུགས་ལ་འཇགས་ཡ་ཆེ། འོ་དེ་འདྲ་བྱེད་ད་དཔེར་ན་བུ་མོ་ཚོ་ཡིན་ན་ད་ལོ་ཉི་ཤུ་ནས། ལོ་ཉི་ཤུ་རྩ་རྩ་གཅིག་ལ་ལོ་ཉི་རྩ་གཅིག་ནས་ད་ལོ་སུམ་ཅུ་བར་དུ། ཅིག་བུ་མོ་ཚོས་གི་སྤུ་གུ་གཟུགས་པོ་ནང་ལ་ཆགས་སྤུ་གུ་སྐྱེ་ཨ་ཏུ་གི་སྤུ་གུ་ག་ཚོད་སྐྱེ་ངེས་སྤྲོ་ན་དེའི་ནང་ལ་ཤུགས་བརྒྱབ་ཐུག་ན་གཟུགས་པོ་ལ་གནོད་གི་མ་རེད་གཟུགས་པོ་དེ་ཧ་ཅང་གི་སྟོབས་དང་ལྡན་པ་ཡོད་དུས་གཟུགས་པོ་དེ་ཧ་ཅང་གི་ད་ཚད་མཐོན་པོ་ལ། སྤུ་གུ་སྐྱེ་ཡས་ཀྱི་སུག་སྤུ་གུ་ཆགས་ཐོན་ཡས་དང་སྤུ་གུ་གི་བ་ད་གསོ་སྦྱོང་བྱེད་ཡས་ལ་ཧ་ཅང་གི་ནུས་པ་ཆུན་པོ་རེད། དེ་ནི་ལོ་སུམ་ཅུ་ཡ་བརྒལ་ཚར་ན་སྤུ་གུ་ཆགས་ཀྱི་རེད་དེ་དེ་ནི་བ་ལྟོ་བ་གཅིག་སྤུ་གུ་དེ་ཉུང་དུ་མ་ཕྱིན་ན་སྤུ་གུ་ཧ་ཅང་གི་མང་པོ་དོན་འཕྲད་ན། སུ་ས་ཨ་མ་ལ་ཡང་སྔོ་སྨན་གྱི་སུག་སྤུ་འཁྲུ་ཐན་དེ་འདྲ་ཡག་པོ་མེད་པ་ཡིན་ན་ཨ་མ་ལ་དཀའ་ངལ་ཆུན་པོ་དེ་འདྲ་འཕྲད་ཡས་ཡོང་གི་ཡོད་དུས་ལོ་སུམ་ཅུ་སོ་གཅིག་ནི་བ་ལྟོ་བ་གཅིག་གི་བུ་མོ་ཚོས་ཀྱི་བ་ཟབ་ས་ན་ཡང་སྤུ་གུ་ཡིན་ན་ཉུང་ཙམ་མང་དུ་མང་པོ་སྐྱེ་ཡས་ལ་ཐུགས་བསམ་བཞེས་ཞུ་ཡས་མ་རེད་འོང་དེ་འདྲས་ཅིག་ཞུ་ཡས་ཆེ། ད་ལོ་བཞི་བཅུ་ལེགས་རེད་བ། ལོ་བཞི་བཅུའི་བར་དུ་ད་བུ་མོ་ཡིན་ན་ད་ལོ་སུམ་ཅུའམ་སུམ་ཅུ་སོ་ལྔ་ལས་ལྷག་དེ་ནི་སྤུ་གུ་མ་ཆགས་བ་ཅིག་གི་བསམ་བློ་བཏང་བ་རེད་ད་ལོ་སུམ་ཅུ་སོ་ལྔ་བརྒལ་ཚར་ན་དེ་ནི་ཅིག་གི་ཨ་མ་ཚོད་ཀྱི་བ་ད་སྤུ་གུ་བྱུང་ན་སྤུ་གུ་མོ་གོ་བ་ཅང་ཅིག་དེ་བྱུང་ན་ད་སོ་སོ་ཁྱོ་ག་འདྲ་བོ་ཅིག་གི་ཨུ་ཚུགས་རྒྱབ་ན་ད་སྤུ་གུ་གཅིག་གཅིག་ཟོས་ཤག་ན་ད་མི་འགྲིག་པ་མི་འདུག་ཨ་དེ་ཡིན་དུས་རྩ་ནས་ཞེ་དྲག་གི་སྤུ་གུ་ཟོས་ན་སོ་སོ་གི་གཟུགས་པོ་དེ། ཚད་མཐོ་བ་དང་སྟོབས་ཞན་དང་སྤུ་བོ་དང་འཚར་ལོངས་སོ་སོར་ནུས་པ་སྤྲད་དགོས་དུས་སོ་སོ་ལ་ཡང་ཚད་རིང་པོ་བསྡད་ཡས་ལ་དཀའ་ངལ་ཡོང་གི་རེད། འོ་དེ་འདྲའི་རྗེས་གནང་པོ་ཚོའི་ཐུགས་ལ་འཇགས་བདེ་ཡིན་དུས་རྩ་མདའ་ངས་མགྱོགས་པོ་མགྱོགས་པོ་གཞུག་བར་ད་དེ་རྩ་བའི་གི་འགྲོ་སྟངས་རེད། ལོ་བཞི་བཅུ་སླེབས་ཚར་ནས་ད་ལོ་བཞི་བཅུ་ཞེ་གཅིག་ནས་ལོ་དྲུག་ཅུའི་བར་དོ་དེ་དེ་ནས་ས་རླུང་གི་རང་བཞིན་རེད་བདེ་ཡིན་དུས་རྩ་ནི་ཨ་ང་རང་ཚོ་གི་ད་ཨང་འགྲིག་ཤེས་བཞག་སྟངས་གཅིག་ཡོད་རེད་འཕྲོད་བསྟེན་བྱེད་སྟངས་ལོགས་ཀ་བྱེད་རེད་དེ་ནས་ལོ་དྲུག་ཅུ་སླེབས་ཚར་སོང་ན། དེ་ནས་ང་རང་ཚོ་རྒྱང་ཐག་རྩ་བའི་རླུང་ངག་དང་ཡར་ལངས་རླུང་ངག་གི་རླུང་གི་འཕེལ་རིམ་དེ་ཚོ་གྲས་ཡོད་ད་ནུས་པ་ཆུད་ནས་ཡོད་མ་རེད་དེ་ཡིན་དུས་ལོ་དྲུག་ཅུ་སླེབས་ས་སོང་ན་ལོ་དྲུག་ཅུ་རེ་ཅན་ནི་ཕ་དེ་ནི་ད་སོ་སོ་གི་མི་ཚེའི་ནང་ལ་ང་ཚོ་སྤུ་རུབ་ལ་ཡོད་ར་མི་ཚེའི་ནང་ལ་གཟུགས་པོ་འཕྲོད་བསྟེན་ཡག་པོ་བྱས་ཡོད་ན་ད་ལོ་དྲུག་ཅུ་རེ་ཅན་ནི་ཕ་དེ་ནི། ལོ་དྲུག་ཅུ་རེ་གཅིག་ནས་བར་ཐག་བདུན་ཅུ་བརྒྱ་ཅུ་ཕར་ག་ཚོད་ཡིན་ན་གཟུགས་པོ་བདེ་ཐང་ཐོན་ནས་བཞུགས་ཐུབ་ཡས་ཡོང་གི་རེད་ཨ་ནི་སྔོན་མ་ད་བར་སོ་སོ་འདྲ་མི་འདྲ་བྱས་ཡོད་ན་ད་ལོ་དྲུག་ཅུ་རེ་གཅིག་ནས་ད་ཀན་སེ་གི་ན་ཚ་དངོས་གནས་བྱས་ན་ལོ་དྲུག་ཅུ་རེ་གཅིག་ནས་ཕ་མ་ང་འདྲ་བོ་ཅིག་ཀན་སེ་ན་ཚ་ཅིག་ཆགས་ཡས་འདྲ་བོ་ཅིག་ཡོད་རེད་འགའ་ཞིག་སྔོན་ལ་ཡང་ཀན་སེ་ན་ཀན་སེ་ན་ཚ་ཡོང་དགོས་ཡས་དེ་སྔོན་མ་ཆུང་དུས་སྐར་ལ་ཧ་ཅང་གི་ཚད་ལས་བརྒལ་བ་གི་ལས་ཀ་ནུ་དྲོད་ཅན་བྱས་པ་ཡིན་དུས་ཀན་སེ་ཆགས་ཡས་དེ་དེ་འདྲའི་ཆགས་གི་བ་རེད་འོ་དེ་བྱས་ད་ད་རེས་མང་པོ་ཞུ་བོ་ཅིག་ཆགས་སོང། འོ་དེ་འདྲས་སོང་ཙང་དེ་ནས་ད་རྟེན་འབྲེལ་གྱི་ཚུལ་དུ་ཡིན་དེ་ཡིན་དུ་རྩ་ནི། འོ་དེ་དག་དཔེར་ན། ང་རང་ཚོ་གི་རྩ་བའི་གི་གཟུགས་པོ་དེ། ཨ་ལས་བསམ་པ་བྱེད་ང་ཚོ་རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་བྱེད་དགོས་ན་ཡང། ཁོ་རང་ལ་གོ་རིམ་གྱིས་འདུག་གནས་རིམ་གྱིས་འདུག་བསམ་པ་བྱེད་ཐུགས་ལ་འཇགས་ན་ཡག་པོ་ཞེ་དྲག་ཡོད་རུང་དེ་འདྲས་ཀྱི་ཞུ་བའི་ཆེད། འོ་དེ་ཆད་ད་སང་ཉིན་ངེད་ཀྱིས་ད་ད་རིང་དེ་འདྲའི་ཆེད་ལ་འཚམས་བཞག་གི་ཡིན་བསྡད་ཡིན་འདུག་ས་ནས་ད་སང་ཉིན་ངེད། ཨོ་ད་སང་ཉིན་སིང་བོ་ར་སང་ཉིན་རང་ཨ་ལས་དུས་ཚོད་ལ་བརྟག་བ་རེད་ང་ཡང་དེ་སང་སྐབས་རེ་དུས་ཚོད་པད་དཀར་ལས་ཁ་པོ་འདུག་བསྡད་ཡིན་འདུག་ད་དུས་ཚོད་སྔ་ཞོལ་གའི་ཡུང་སེ་བ་རེད་ཉི་གུང་ཡུང་སེ་བ་རེད་དགོང་དག་ཡུང་སེ་བ་རེད་ད་ཚེས་སང་དུས་སང་ལ་ཁས་བཏགས་མ་འོང་བ་ཆད་ང་རང་གིས་དུས་ཚོད་ག་དུས་གཅོག་པ་དང། ཨོ་ང་རང་གིས་བསྡུས་སུ་དག་ཅིག། ཨོ་ཕྱག་བཞེས་གླེང་པའི་སྐབས་ལ་ཡང་ཨི་ཝན་ལ་ཡང་སྒྲ་མེད་པ་དེ་འདྲའི་སྐད་ལོག་འུ་ལོ་མེད་ན་ངས་མི་མཐུད་ནས་ངས་ཞུ་བས་ཡིན། ཨོ་དེ་ཡིན་དུ་རྩ་ནས་ད་ད་རིང་དེ་འདྲའི་ཅིག་ཨ་ལས་མཐུད་པ་ཆད། ད་སང་ཉིན་མུས་མཐུད་ནས་ད་ལུས་སེམས། འཕྲུལ་ཐེངས་ཀྱི་སྐོར་ལ་ཡང་ད། ང་རང་ཚོ་གིས་ད་ཉིན་ཤར་འཕྲུལ་ཅིག་ལ་ཡང། ཨ་ནི་ད་འགྲོ་སྟངས་དེ་ཅིག་ཞུ་ཤག་ན་དེ་ནི་ད་ཏག་ཏག་འདྲ་བོ་འདུག་གང་ཡིན་ཟེར་ན་ད་ངས། དང་པོ་དེ་ད་རིང་དེ་འདྲའི་ཅིག་མཆན་པ་ཡོད་འདུག་ཨོ་ཨོ་བསམ་པ། ང་རང་ཚོའི་རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ཡང་བྱེད་སྟངས་ལ་ཡང་གོ་རིམ་སོ་སོ་ཅིག་འདུག་བསམ་པ་ཅན་ཐུགས་ལ་འཇགས་ཡས་དེ་གལ་ཆེན་པོ་ཡིན་དུས། འོ་དེ་འདྲའི་ཅིག་མཁྱེན་པ་ཡིན་ན་སང་ཉིན་ངེད་ཀྱིས། འོ་ཉིན་ཞག་ཕྲུག་གཅིག་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ཞུ་ཡོང་དུས་རྣམ་པ་ཚུགས་གི། ཏག་ཏག་ཏག་ཏག་ངོས་ཟིན་ཐུབ་པའི་དང་ཚུར་ལག་ལེན་བསྟར་ཐུབ་པའི་ཡོང་གི་རེད། འོ་དེ་དེ་འདྲའི་ཅིག་རྣམ་པ་ཚང་མས་ཐུགས་ལ་འཇགས་རོགས་གནང་ཨ་ནས་ཞུ་གཏན་རྒྱག་གོ་ད་རིང་ལན་འདི་དཔེ་མང་པོ་ཆགས་སོང་སྐར་མ་སུམ་ཅུ་སོ་གསུམ་ཆགས་སོང། དངོས་གནས་བྱས་ན་ལན་གཉིས་པ་དང་གསུམ་པ་དང་བཞི་པ་ཆགས་ཡི་འདུག་སྟེ། ད་ཨ་ལི་འདི་མོ་གོ་བ་ཚོས་ད་ཐག་རང་ལ་ཨ་ནེ་ཡེ་ད་ཐུས་པ་བྱེད་ཀྱིན་ཡོད་རྣམ་པ་ཚང་མོ་ལོ་ཨ་ནེ་ཨ་ཞུ་གཏན་རྒྱག་གོ་སྐུ་སུ་ལ་ཐུག་ཆ་གནང་གོ་ས་ནི་གནང་ཉིན་དུས་ཚོད་ག་དུས་ཁོ་ན་མུ་མཐུད་ནས་ངས་འཆར་གཞི་བླངས་ཆོག་པར་ཞུ་ཨ་ནེ་ཞུ་གཏན་རྒྱག་གོ།